ད་རྩ་བའི་རྣམ་པ་ཚོ་ཚོགས་མི་མཆན་འགོད་བ་རེད་ད་ང་ཚོ་གི་ཚོགས་རྩིས་ཀྱི་ལས་རིང་དེ་ཚོ་ཚོགས་མ་ཐེ་ཐོང་རེད་དེ་ཡིན་པའི་རྒྱ་ཆེན་མོ་ཚོ་ཡིན་ན་འདྲ་དེ་ག་ནང་བཞིན་གྱི་དོ་སྣང་གནང་མཁན་ག་བ་ཡིན་ན་ཡང་ད་དྲ་ཇག་གི་ཐོག་ནས་བཟི་ཡ་ཡོད་རེད་དེ་ཡིན་དེ་ད་ང་ཚོ་སྐབས་བཅུ་དྲུག་པའི་གྲོས་ཚོགས་དེ་རིང་ཞི་བདེ་གསར་པ་འཕེལ་མཁན་རྣམ་པ་ཚོ་གི་གསར་དུ་དེ་རིང་ཞོགས་པ་དམ་བཅའ་ཕུལ་ཡ་དང། ད་ལྟ་དམ་བཅའ་ཕུལ་ཚར་བའི་རྗེས་ལ་ད་ཚོགས་གཙོ་ཚོགས་གཞོན་གྱི་འོས་བསྡུ་གནང་ཡ་དང། ད་འོས་བསྡུའི་ལས་རིང་གི་གཙོ་གཞོན་གནང་ཡ་དེ་དབུས་འོས་བསྡུ་ལས་ཁུངས་ནས་དེ་ལས་གནང་དགོས་བ་རེད། དེ་ཡིན་ཏེ། དེ་འདྲ་གི་ཐོག་ནས་དང་པོ་ཚོགས་གཙོ་འོས་བསྡུ་ཡ་དང། ཚོགས་གཙོ་འོས་གྲུབ་པའི་རྗེས་ལ་ནི་ཚོགས་གཞོན་གྱི་འོས་བསྡུ་ཡ་དེ་འདྲ་གི་ལས་རིང་འབྲི་ཡོད་རེད། དེ་ཡིན་ཏེ། སྐབས་བཅུ་དྲུག་པའི་ཟླ་ཞེ་བདུན་ནང་པའི་ཚོགས་གཙོ་བྷེ་བླུ་བི་སྐབས་སུ། སྔོན་འགྲོ་དང་དངོས་གཞི་གཉིས་ནང་ནས་ད། སྔོན་འགྲོ་ལས་དང་པོ་ཁོང་པད་མ་འབྱུང་གནས་ལགས་ཉི་ཤུ་རྩ་བདུན་དང་ང་ལ་ཉི་ཤུ་རྩ་གསུམ་ཞི་བདེ་ཨ་ཆར་ཡ་ལ་ཉི་ཤུ་ཐེམ་པ་དེ་འདྲ་ཆགས་རེད། དངོས་གཞི་སྐབས་སུ་ནི་ཁོང་པད་མ་འབྱུང་གནས་ལགས་ལ་ཉི་ཤུ་རྩ་གཅིག་ང་ལ་ཉི་ཤུ་རྩ་གཅིག། ཨ་ཅེ་རེ་ལ་གཉིས་བྱས། དེ་བྱས་ནས་འོང་ཤར་དུ་ད་འོད་ཏིལ་མ་གཉིས་བླུགས་ནས། ཀོང་པད་མ་འཇུ་ནས་ངེད་གཉིས་ཉི་ཤུ་རྩ་གཉིས་རྩ་གཉིས་ཆགས་ནས། དེ་འདི་ད་དབུས་འོད་དུ། འགན་འཛིན་གྱི་ལམ་སྟོན་གནང་བ་ནང་བཞིན་ད་སྔན་མ་ང་ཚོ་སྐབས་བཅུ་བཞི་པའི་གྲོས་ཚོགས་སྐབས་སུ་ད་ཚོགས་གཙོ་གཉིས་བྱུང་ཡོད་རེད། དེ་འདི་ད་ལོ་གཉིས་འདུག་ཤ་ཁ་ཤ་ཁ་གིས་དེ་འདྲ་གི་ལས་རིམ་བསྒྲིགས་ཡོད་རེད། དེ་ནང་བཞིན་གྱི་ད་ང་ཚོ་དེ་རིང

དབུས་བདེ་ལེགས་གོང་གི་འགན་འཛིན་གྱི་ཐོག་ནས་དེ་མོས་མཐུན་གནང་ནས་ད་ལྟ་ཚོགས་ཁྲོ་ཚོགས་གཙོ་གསར་བསྒྲགས་བྱས་ཟིན་པ་ཟིན་མ་ཐག་པ་དེ་རེད། དེས་ད་ང་ཚོ་ཚོགས་གཙོའི་གི་འོས་བསྡུ་གི་བརྗེ་རིན་འདྲ་བོ་དེ་འདྲ་རེད། དེ་ནི་ད་ང་ཚོགས་གཙོ་སླེབས་པའི་རྗེས་ལ་ད་ལས་འཆར་ལ་འོ་རེད། རྩ་བའི་ད་སྤྱི་འཐུས་ལྷན་ཚོགས་ཀྱི་ལས་འགན་འདྲ་བོ་དེ་གཙོ་ཁྲིམས་བཟོ་ལྷན་ཚོགས་རེད་དེ་ག་ནང་བཞིན་གྱི་འཛིན་བྱང་ལའང་སྟངས་འཛིན་དུ་ཞུ་དག་གནང་ཡ། དེ་ག་ནང་བཞིན་གྱི་མོ་ཚོགས་ཀྱི་བདེ་ལྡན་གཟིགས་ཡ། ནས་བོད་དོན་གྱི་ཐོག་ལ། ཁྱབ་བསྒྲགས་དང་དེ་ག་ནང་བཞིན་གྱི་དོ་སྣང་སླེབས་ཐུབ་ཡ། བཟོ་གལ་ཏེ་ང་ཚོ་ད་ཤབ་སྐྱོར་གྱི་སྒྲིག་འཛུགས་གཅིག་གི་བཙན་བྱོལ་གྱི་ད་གྲོས་ཚོགས་ཀྱི་ལས་འགན་གཙོ་བོ་དེ་ཚོ་ཆགས་ཡོད་བ་རེད། དེ་དེ་ཚོ་གྲས་ད་མུ་མཐུད་ནས་སྦྱིན་ཤོང་གལ་ཏེ། ད་རྗེས་འདེང་གི་ལས་འགན་འདྲ་བོ་ཆགས་དགོས་བ་རེད། རྩ་བའི་ང་ཚོ་ད་རྒས་ངན་ནས་ད་ལྟ་ད་ག་འདྲ་ཆགས་ཀྱི་ཡོད་མེད་ཞུ་མ་ཤེས་བ་འདྲ་བོ་ཞིག་ད་ད་ལྟ་དེ་འདྲ་ཞིག་གློ་བུར་དུ་དེ་འདྲའི་བྱུང་བ་རེད་ད་ཚོགས་གཙོ་ཐེངས་གཉིས་ཀས་ང་ཚོགས་གཙོ་གི་ལས་འགན་ཀོང་པད་མ་འབྱོར་ནས་ཀྱི་སོང་བ་ནང་གི་ཚོགས་གཙོ་གི་ལས་འགན་དང་པོ་དེ་ལོ་གཉིས་འདྲ་ཆགས་ཁ་དེ་ངའི་ཁུར་ཕྱི་མ་དེ་ནི་ཀོང་པད་མ་འབྱོར་ནས་ཀྱིས་མུ་མཐུད་ནས་འཇུ་བྱང་བྱེད་ཡག་གི་དེ་འདྲའི་མི་ཉིད་མེད་དུས་དེ་འདྲ་བྱུང་སོང་དེ་འདི་དེ་ནང་ལོགས་ལ་ད་ལས་འཆར་གསར་པ་ཟེར་ན་མི་འདུག་ག་འདྲ་གཙོ་བོ་ད་ང་ཚོ། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱིས་བསྐུར་བའི་གྱི་ལྷག་ལས་འགན་གཉིས་འདྲ་བ་གཅིག་རེད། ཨ་ནི་གཙོ་བོ་བོད་དོན་བདེན་མཐའ་གསལ་ཐབས་བྱེད་དགོས་ཡ། ཨ་ནི་གཉིས་པ་དེ་བཙན་བྱོལ་གྱི་ནང་ལོགས་ལ་ང་ཚོ་བོད་པ་དེ་ཚོ་གཟིགས་རྟོག་གནང་དགོས་ཡ་དང་དེ་ཚོ་གི་ཤེས་ཡོན་གནས་སྟངས་དེ་ཚོ་ལ་ལྟ་རྟོག་གནང་དགོས་ཡ་གཙོ་བོ་དེ་ཚོ་ཆ་དེ་རེད་དེ་ཚོ་དེ་དག་ང་ཚོ་གྲོས་ཚོགས་ཀྱི་ཐོག་ནས་ནུས་པ་སྐྱིད་དུ་བསྒྲིལ་ནས་དེ་ཚོ་དེ་ང་ཚོ་ལས་འཆར་དེ་དང་མཐུན་པའི་ལས་འཆར་ག་རེ་འབྲི་ཡག་འདུག་དེ་ཚོ་གཅིག་འབྲི་ཡག་གཅིག་ཆགས་དགོས་བ་རེད། གཉིས་པ་ད་ང་ཚོ་ད་ཕྱི་ཟླ་དྲུག་པའི་ཚེས་གཅིག་ནས་ང་ཚོ་གྲོས་ཚོགས། སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་དྲུག་པ་དེ་འགོ་བཙུགས་དགོས་བ་རེད། སྐབས་དེ་དུས་ལ་ཡིན་ན་ཡང་ད་ཕྱི་དུས་རྣམ་པ་མང་བ་ཅིག་ད་དཔེར་ན་ཉི་ཤུ་རྩ་བཞི་ཚེས་གསར་པ་ཕེབས་བསྡད་རེད། དེ་ཡིན་དུས་དེ་ཚོ་ཐོག་ནས་དགོངས་འཆར་སླེབས་སྲིད་བ་རེད། དེ་ག་ནང་བཞིན་གྱི་ད་ང་ཚོ་ཕྱི་དུས་རྣམ་པའང་བཞུགས་མོལ་ཚོགས་འདུ་ཚོགས་ནས་ད་སྐབས་བཅུ་དྲུག་པའི་སྤྱི་འཐུས་ཀྱི་སྐབས་སུ་ད་ང་ཚོ་ག་རེ་ལ་ཕྱག་ལས་གནང་དགོས་ཀྱི་འདུག་བོད་དོན་གྱི་ཐོག་ལ་ག་རེ་སྐོར་ལ་ནས་ང་ཚོ་ཅིག་དོ་སྣང་ལྷན་ཐབས་བཟོ་དགོས་ཡ་འདུག་དེ་ག་ནང་བཞིན་གཞིས་ཆགས་སྐོར་ཡིན་ན་འདྲ་གཞན་སྐོར་ཡིན་ན་འདྲ་བཙན་བྱོལ་གྱི་སྒྲིག་འཛུགས་ཤི་ཐོ་ཞེ་དྲག་གི་ཐོག་ལ་ག་རེ་སྐོར་ལ་ང་ཚོ་གནང་དགོས་ཡ་འདུག་དེ་ཚོ་ཏེ་ང་ཚོ་བཞུགས་མོལ་ཚོགས་འདུ་དེ་འདྲ་ཡོང་གི་རེད་བསམ་གྱི་འདུག་དེ་ནས་དེ་འདྲ་གི་ཐོག་ནས་ད། ང་ཚོ་ལས་འཆར་བསྒྲིགས་ནས་དེ་འབྲེལ་གྱི་མ་ཐག་བཅད་བཞེས་རེ་མ་གཏོགས་པའི་གཙོ་བོ་ཞིང་སྡེ་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་ལྷས་ཚ་བ་དང་ལམ་སང་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ཐོག་ནས་ཐག་བཅད་བཞེས་ཡག་གི་ཞེས་འོག་ཅིག་དེ་འདྲ་ཡོད་མ་རེད། དེ་ཡིན་དུས་དཔེར་ན་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ཚོགས་འདུ་ཚོགས་འདུ་སྟངས་འཛིན་བཞེས་ཡག་དེ་ག་ནང་བཞིན་གྱི་ད་ལས་འཆར་རེའི་གནད་དོན་གང་ཡིན་ན་ཡང་གྲོས་ཚོགས་ཚོགས་པའི་སྐོར་སུ་གྲོས་ཚོགས་ལ་སྙན་སེང་ཞུས་ནས་གྲོས་ཚོགས་ཀྱི་ཐོག་ནས་ཐག་བཅད་འགྲོ་དགོས་པ་འོ་རེད། གྲོས་ཚོགས་མ་ཚོགས་པའི་སྐོར་སུ་གྲོས་ཚོགས་ཀྱི་སྐུ་ཚབ་ཤི་དུས་སྦྱིན་ལན་ཟེར་ཡོད་རེད་དེ་ཡིན་དུས་དེ་ལ་ནི་ང་ཚོ་འཁྱམས་པའི་ཕྱིར་ནི་ཐག་ཆོད་ཡིག་གཟུགས་འགྲོ་དགོས་བར་མ་གཏོགས་པའི་སོ་སོ་ཚོགས་གཞན་གྱི་ད་ཅི་གོ་བསྡུར་བྱས་ནས་ད་འཁྱམས་པའི་ཞུ་ཡག་ཙམ་དེ་འདྲས་ཡོང་དགོས་བར་མ་གཏོགས་ཐག་གཅོད་བྱེད་ཡག་གི་དེ་འདྲས་ཀྱི་བརྒྱ་ཆ་རྒྱ་ང་ཚོ་དེ་འདྲས་ཡོད་མ་རེད་ད་དམུ་རྩིས་འགྲོ་སྟངས་ཀྱི་ཐོག་ནས་རེད་ད་ང་ལོ་ལྔ་གི་ཚོགས་གཙོ་གཞོན་པ་གི་ལས་ཁུར་ཞུས་ཕུད་ཀྱི་ཉམས་མྱོང་གི་ཐོག་ནས་ད་ངས་ད་ལྟ་སྐད་ཆ་དེ་རིགས་ད་ཐུང་ཐུང་འདྲ་བ་ཞིག་དེ་འདྲས་ཀྱི་མ་གཏོགས་གཞན་པ་གས་ཞོལ་མེད། ཐུགས་ཟོར་ཟིག་བྱེད་པོ་ཞིག་མི་འདུག་ད། ཅེས་ག་ལ་བ་ད་ང་ཚོ་རྩ་བའི་འདི་རེད་ད་ང་ཚོ་ད་ཞི་བདེའི་རྣམ་པ་གིས་ད་དགོངས་པ་བཞེས་ནས་ང་ཚོ་ཚོགས་གཙོ་ཚོགས་གཞོན་ད་ཚོགས་གཙོ་ལ་བདམས་རེད་ང་འདྲ་བས་ན་བསྟན་ཏེ་ད་ཞི་བདེའི་རྣམ་པ་གིས་ང་ལ་ཡིད་ཆེས་བྱེད་པ་བཞི་བཟུང་གིས་ནི་ངེད་ངེད་ནས་ད་ཅེས་པའི་ཞེ་དྲག་གོང་གི་ཐོག་ལེན་ན་ང་རང་ལྷག་བསམ་རྣམ་དག་གི་ཐོག་ནས་ཀྱི་རྩ་བའི་ང་ལ་ཤེས་ཡོན་དང་དེ་འདྲའི་ནུས་པ་ཞིབ་བོ་གལ་མེད་ཡིན་ན་ད་ཡིད་ཆེས་ཀྱི་ཐོག་ནས་དེ་འདྲ་གནང་འོང་དེ

འདི་ཅི་རེད། ད་མ་འོངས་བྱས་བྱས་ཟེར་དེ། ད་ང་རེ་ང་རེ་གི་ད་ལྟ་སྟངས་འདི་རྫ་བྲག་གི་སྒར་སྟོང་དུ་བཞུད་པའི་ན་ད་བར་ལམ་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་རིམ་བརྒྱུད་ནས་བཟང་སྤྱོད་དང་ཡ་རབས་བརྒལ་བའི་གི་ད་བྱ་སྤྱོད་མང་པོ་ཅིག་ཕྱོགས་གང་ས་ནས་བྱུང་འདི་ཡང་རེད་ཨ་འདི་ལྟའི་ཐོག་ནས་ཨིན་སྐྱབས་མགོན་རིན་པོ་ཆེ་ལྷ་དགོངས་དཀྲུག་བྱེད་བཟོད་པ། ཆ་བལྟས་པ་རེད་ད་འདིས་ང་ཚོ་སེམས་ངམ་ཤུགས་ཤིག་རེད་བསམ་འདུག་དེ་འདྲའི་ཡིན་ཙང་ད་མ་འོངས་པ་ལ་གནས་ཚུལ་འདི་རིགས་འདི་གས་འདི་རིགས་ད་ཅིག་སྐྱར་ཟློས་བྱུང་མོད་བ་ཅིག་དེ་འདྲས་ཡིན་དུས་འཚམས་པ་ཅིག་ཆོལ་གསུམ་ཆོས་ལུགས་དང་བཅས་པ་ཚང་མ་ལོག་གི་མི་མང་ཡིན་ནས་ད་ཁ་ཞེ་གཉིས་མེད་ཀྱི་མཐུན་སྒྲིལ་གནང་དགོས་ཡ་རེད་ཨ་མི་མང་མཐུན་སྒྲིལ་བྱུང་དང་མ་བྱུང་ཟེར་གཙོ་བོ་འདི། ད་སྤྱི་འཐུས་རྣམ་པ་ཚོ་རེད་ག་འཇེ། མཛད་གཙོ་རྣམ་པ་ཚོ་ལ་ག་ལ་གང་ཚོ་རག་ལེགས་རེད་གསུངས་འདུག་མཛད་གཙོ་རྣམ་པ་ཚོས་ཀྱི་ལམ་སྟོན་ཡག་པོ་ཞིག་བསྟན་ཐུབ་ཡིན་ན་ཨ་ནི་ཆིག་སྒྲིལ་ཡོང་ཡག་གི་རེ་བ་ཞིག་ཡོད་རེད་གསུངས་འདུག་འདི་ཅི་རེད། དེ་ནས་ད་ང་ཚོའི་ད་རིང་བཀའ་ཤག་ཡིན་ནས་རེད་སྤྱི་འཐུས་ཡིན་ནས་རེད་ག་འཇེ།

ང་ཚོ་ད་གཅིག་ད་ན་ང་ཚོའི་གི་བོད་དོན་འཐབ་རྩོད་གི་སྲིད་ཇུས་ལངས་ཕྱོགས་འདི་ལ་མོ་མ་རེད། དེ་འདྲ་ཡིན་ཙང་ཇི་སྲིད་ང་ཚོའི་སྲིད་ཇུས་འདི་འགྱུར་བ་མ་ཐེབས་པ་དེ་སྲིད་དུ་གྲོས་ཚོགས་གི་གཏན་འབེབས་གནང་བཞག་པའི་སྤྱི་མོས་གི་གཏན་འབེབས་གནང་བཞག་པ་འདིའི་ཐོག་ལ་ཤ་རྒྱུད་གནང་གུག་རེ་སང་དུ་སོ་སོའི་བཞང་ཕྱོགས་ག་རེ་ཡིན་པའི་ནས་འགྱུར་བ་ཐེབས་པའི་སྐབས་ལ་དེ་སྐབས་དེ་དུས་ཨ་ནི་གནས་སྟངས་གར་ཆགས་ནས་འདི་ཞིག་སོང་འགྲོ་ཡ་རེད། ཇི་སྲིད་འགྱུར་བ་མ་ཐེག་པ་དེ་སྲིད་དུ་བདག་རང་ཐོག་ནས་གནས་དགོས་ཨེ་དང། ལྷག་པར་དུ་གྲོས་ཚོགས་ནང་ལ་བཀའ་མོལ་གནང་པའི་སྐབས་ལ། གཞུང་གི་སྲིད་བྱུས་གང་ཡོད་པ་འདི་གཞི་ལ་འཛིན་པའི་ཐོག་ནས་ཕེབས་དགོས་དེ་གལ་ཆེན་པོ་རེད་གསུངས་འདུག་སྐབས་རེ་སྐབས་རེ། གྲོས་ཚོགས་ནང་ལ་བཀའ་མོལ་གླེང་ཕྱོགས་འདི་འདྲའི་གི་ཐོག་ནས་ལྷ་ཁོང་གྲུ་བཞི་འདི་འདྲའི་བྱུང་ཞག་དཔེར་ན། ད་ང་ཚོ་ཁ་ཚང་བཀའ་ཟུར་དང་ཚོགས་ཟུར་ཚོ་འཛོམས་པ་རེད།

བརྟན་འཇགས་མེད་པར་བརྡབ་གསིག་དེ་ནས་མང་པོ་ཞིག་འགྲོ་བསྡད་པ་ཞིག་མཐོང་བསྡད་ཀྱི་འདུག་དེ་ནས་བཟང། མི་མང་གི་རེ་བ་ག་འདྲ་ཆེ་བ་རེད་སྤྱི་འཐུས་རྣམ་པ་ཚོ་འོས་འདེམས་བྱས་པའི་སྐབས་ལ། མི་མང་གི་རེ་བ་དང་མངོན་འདོད་གང་ཡོད་པ་དེ་ནང་བཞིན་གྱིས་ཨ་ནི་ང་ཚོས་བསྒྲུབ་ཐུབ་པ་ཡིན་ན། ད་མ་འོངས་པ་ལ་གཅིག་འཁྱུག་འགྲོ་བའི་སྐབས་ལས་ད་ང་ཚོ་ཞབས་འདྲེན་བཞག་མེད་བསམ་ཡ་ཅིག་བྱུང་གི་རེད། དེ་མ་གཏོགས་པའི་མི་མང་གི་མངོན་འདོད་དེ་ཕར་ཟད་བཞག་འོས་ཐོབ་པའི་མྱུར་མོ་ནས་སོང་སྟེ་ཨ་ནི། ཅི་སེམས་ཀྱི་བར་དོ་རང་དོན་གཙོ་བོ་བྱས་བལྟས་པས་ན། འདི་ཏག་ཏག་སྡིག་ཡོད་མ་རེད་བསམ་དགོས། ཡ་རབས་བཟང་སྤྱོད་ཐོག་ནས་ཏག་ཏག་སྡིག་ཡོད་མ་རེད་བསམ་དགོས། དེ་ཚོ་ད་དེ་ཚོའི་ཐོག་ལ་ང་ཚོ་སྤྱི་འཐུས་ཚང་མ་ལ་དགོངས་པ་བཞེས་དགོས་འདི་གནད་འགག་ཆེན་པོ་རེད་བསམ་གྱི་འདུག་ཧྲེང། དམིགས་བསལ་ད་ལྟ་འདི་ཡིན་དང་འདི་མེད་ཟེར་མཁན་ལ་ཡང་མེད། ག་ལེར་ག་ལེར་ད་ང་ཚོ་ཅིག་ཧ་གོ་འགྲོ་གི་རེད་ག་རེ་ག་རེ་ཡོང་གི་འདུག་གོ། གནས་ཚུལ་མང་པོ་ཅིག་སྐབས་བབ་སོ་སོའི་གི་གནས་སྟངས་ལ་བསྟུན་ནས་ཨང་ཅིག་ཡོང་བསྡད་གི་རེད་བྱ་གི་རེད། སའི་ཐོའི་མེ་དབྱིངས་རྩ་ནི་ཚུལ་འདི་ཆགས་པ་རེད། སའི་ཐོའི་དབྱིངས་མདངས་ང་ཚོས་གསལ་ཚར་ཡོད་རེད་བསམ་འདུག་གང་ཅི། ད་འདི་ལམ་ལུགས་ཅིག་ཆགས་པ་རེད་མ་གཏོགས་པའི་སྒྲིག་གཞི་ནང་ལ་འདྲ་མཉམ་བྱུང་ན་བསྐྱར་དུ་འོས་བསྡུ་བྱེད་དགོས་ཟེར་འདི་རེད། དེ་ཚང་སྒྲིག་གཞི་དང་ཏག་ཏག་མཐུན་ཡོད་རེད་བས་ས་ན་རྐྱེན་ཚ་བོ་ཅིག་རེད། ད་ཡིན་ནའི་ལམ་ལུགས་དང་མཐུན་པར་བས་ས་ན་ལམ་ལུགས་དེ་སྔའི་ལམ་ལུགས་ཅིག་བྱུང་བ་རེད། འདི་གཞི་བཟུང་བཞིན་འགྲོ་ཡ་རེད་ང་ཚོ་གནས་ཚུལ་མང་པོ་ཅིག

ག་ཚོད་རེད་སྐད་ཆ་ཡིས་བཤད་པ་རེད་ད་ཡིན་ནའི་ཁོ། མང་གཙོའི་འགྲོ་སྟངས་འདི་སྐོར་འཁྲུག་ཆ་བདེ་པོ་ཞུ་བྱེད་ཡིན་ཚ་ཨ་ནེ། རྣམ་པ་ཚོ་བཟི་ཡོད་རེད་ཚང་མ་ལོ། ག་ཚོད་རེད་ཚོགས་གཙོའི་འོས་གཞིའི་སྐབས་སུ་ལ་ཡ། ང་ལ་ཡ། བརྒྱ་ཆ་གཅིག་ར་ཡ་རག་ཡོད་རེད་ཡིན་ད། སྔོན་འགྲོ་ནས་དངོས་གཞི་ལ་ཡ་ཁོ་རང་བཞིན་གྱི་འགྱུར་བ་འགྲོ་བསྡད་ཡོད་རེད། ཨ་ཡིན་པ་ཡིན་ནའི་ངའི་འོས་གཅིག་འདི་དགོངས་ཆེན་པོ་ཞུ་ཆགས་པ་རེད་ད་ག་ད་ཁོ་ཡ་མ་ང་ཚོ། གཅིག་ག་ཚོད་རེད། སུ་ལ་བླུག་དགོས་དགོས་མེད་དེ་ང་རང་ཡག་སྤྱད་པ་ཞུགས་ཀྱིས་བྱེད་དགོས་ཀྱི་ཡོད་རེད་ཨན་ང་ཡག་སྤྱད་པ་བྱས་པ་དེ་ཁོ་ང་རང་སྤྱད་པ་བྱས་ནས་ཅིག་བས་འོས་འཕེན་པ་རེད་ཨན་དེའི་རྗེས་ལ་ཡ་ད། ཚོགས་གཙོ་གཞོན་པ་ང་རང་གི་འདོད་པ་ཡོད་མ་རེད་ཅིག་ཞུ་གི་མེད་ག་རེ་ཟེར་ན་སྐབས་བཅོ་ལྔའི་སྐབས་སུ་ང་ཚོགས་གཙོ་གཞོན་པ་ལངས་པ་རེད་དེ་འོས་བཅུ་གཅིག་མ་གཏོགས་རག་ཡོད་མ་རེད་ཨན་དེ་རིང་ད་ཚོགས་གཙོ་རག་ནས་ཚོགས་གཙོ་གཞོན་པ་རག་ནས་གང་ད། བོད་མིའི་སྒྲིག་འཛུགས་ཀྱི་ནང་ལ་ཡ་ཕྱག་ལས་དང་ཨ་ནེ་ག་རེ་ཟོ་རེད་ཅིག་འགན་ཁུར་བྱེད་དགོས་ཀྱི་ཡོད་རེད་དེ་ཡིན་དུས་དང་པོ་བསམ་པ་ལ་ཡ། ཁབ་གཙུག་བཞུ་བའི་རྣམ་པ་ཚུལ་ལ་ཡ། ད་གལ་སྲིད་དེ་གཉིས་གང་རུང་མ་རག་པ་ཡིན་ན། ད་ཨ་ལེ་སྤྱི་འཐུས་ཁོ་རའི་ནང་ལས་གལ་ཆེ་མང་ཚོགས་ཀྱིས་ད་ང་ལ་འོས་འཕེན་པ་རེད་དེ་ཡིན་ནས། ད་སོ་སོའི་གི་རྣམ་དཔྱོད་བཏོན་ཡས་ཀྱི་གོ་སྐབས་དེ་རག་མ་སོང་བསམ་པའི་གི་གཅིག་བྱས་ན་སྤྱི་འཐུས་ནས་མ། དགོངས་པ་ཞུ་ཡིན་བསམ་པའི་བསམ་བློ་ཡོད་ལ་ཁག་ཅིག་ལ་ཞུ་ཡས་ཞུས་པ་ཡིན་དྲང་པོ་ཞུ་ཡས་ང་ག་དུས་ནས་གོ། སྐོར་གྱི་སྐད་བཤད་དགའ་པོ་དེ་མེད། ཆགས་བྲལ་ཁ་ཆེ་ལས་ཞུས་པའི་ཁ་བ་འགའ་དེ་འདྲ་བས་གོམས་པ་ཆེན་པོ་མ་ཤེས་གསུང་གི་དུར་བ། ད་ཡིན་ནའི་དེ་རིང་མི་གཅིག་གར་སོ་རེད། མང་གཙོའི་གི་རྒྱལ་ཁ་བཅས་རེད་ལ་མང་ཚོགས་གི་ཡིད་ཆེས་བཅས་རེད་ལ་རེ་བ་བཅས་རེད་ལ་ང་རེ་གའི་འདོད་པ་འདི་ཡང་ང་རྐུབ་བཀྱག་ལ་འདོད་པ་ཆེ་དྲག་ནི་མ་རེད་ང་རེ་ད་ལོ་ཉི་ཤུ་རྩ་གྲངས་ཀྱི་ལས་ཀ་བྱས་པ་འདི་ཐོག་ནས་ད་མུ་མཐུད་རྗེས་སུ་ནུས་པ་དེ་ལས་ཆེ་རེ་བྱེད། ཡང་མཚན་གནས་རེ་ཅིག་ཡོད་ན་ཁོས་སྤྱི་བཏང་གི་ལས་ཀ་མ་ང་ནུས་པ་སྟོན་ཐུབ་དགོས་ས་དེའི་ཐོག་ནས་དགའ་བབས་ཞུ་བྱུང་སོང་ཞུ་ཡ་ཡིན། དགའ་བབས་ཆུང་ང་རང་བྱུང་བ་ཙམ་མ་ཟད་ང་ལ་ཡང་རྒྱབ་སྐྱོར་བྱེད་དེ་ངས་ང་ལ་ཡང་ནམ་རྒྱུན་རེ་བ་བྱེད་དེ་ངས་ཚོ་ཡ་དེ་རིང་ཞུ་ཅིག་དགའ་བབས་བྱུང་ཡོད་ཀྱི་རེད་བསམ་གི་འདུག་ད་འདི་གཅིག་རེད་གཉིས་ནས་ངའི་བཟོ་རེ་གང་ཟག་འདི་མི་ཚེ་ལོ་གཉིས་རྩ་དྲུག་ཐང་ཐིང་གི་ལས་འགྲོ་དེ་ངས་བྱེད་ཡིན་པ་ཡིན་ཙང་ཕ་ཅོ་ང་ཚོ་ཁ་བརྡའི་འདི་ཡང་དེ་རིང་ང་ཤོར་ཡོད་ན་ཧ་ལམ་ག་ལ་གང་འཚམ་ཅིག་ཁོང་ཚོ་ལས་རྦད་དེ། ག་སུ་རེ་སྐལ་བཟང་ཐུ་བོའི་ངོས་ནས་ད་ཕམ་སོང་བསམ་པའི་གིས་དེ་འདྲའི་ཇུས་གྱིར་ཏེ། དགྲ་བོ་རྒྱ་ནག་ཁ་བརྡས་ང་ཀྲུང་དེ་ངས་འདི་ཚོ་ལས་ཕལ་ཆེར། རྒྱལ་ཁ་རེད་བསམ་གྱི་འདུག་ང་རང་ཚོའི་བོད་མིའི་གི་འཐབ་རྩོད་མང་གཙོའི་འཐབ་རྩོད་ལ་ཡ། ལར་ནས་རྒྱ་གར་གྲོགས་པོ་མང་པོ་ཞུ་བཅོར་ང་ལ་ཡ། ཆེ་མཐོའི་མི་སྣ་མང་པོ་ཞུ་ཅིག་རྒྱ་གར་ནང་བཞིན་གྱི་རྒྱ་གར་དེ་མི་རིགས་སྣ་ཚོགས་ཀྱི་ད་དེ་རིང་འཁྱང་གང་རུང་གཅིག་རག་པས་ན། རྒྱ་གར་གཞུང་གི་དགའ་བོ་ཡོང་ས་རེད་ད་ཅེས་དེ་འདྲས་ང་ལ་གསུང་མཁན་བྱུང་སོང་ཚེ་དེས་དེ་རིང་རྒྱལ་ཁ་གཅིག་རེད་ཅེས་ངས་འོ་དེ་བསམ་གྱི་ཡོད་ཞུས་ཡིན།